ཁྱེད་རང་ཡིན་ན་ང་ཚོ་སྙེ་མོ་གསེར་ཁྲི་གླིང་གི་གཙོ་སྒྲུབ་པ་ཞིག་གི་ངོས་ནས་བཤད་ན་དངོས་མིན་རིག་གནས་ཤུལ་བཞག་བརྩམས་ཆོས་འགྲེམས་སྟོན་བྱེད་སྒོའི་སྟེང་ལ་ཡང་ནི་ཐོག་མཐའ་བར་གསུམ་དུ་མགོ་བཀྲ་ཤིས་པ་དང་མཇུག་ཕུན་སུམ་ཚོགས་པའི་ངང་ནས་རྫོགས་པ་དེ་ལ་ཡང་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ་ཁྱེད་རང་གི་མགོ་མཇུག་བར་གསུམ་ལ་ཡང་ཡག་པོ་དེ་འདྲ་ཡོང་ཡ་གི་རྒྱུ་ཆའི་གཙོ་བོ་ག་རེ་ཟ་ཆེད་ཨ་ནི་མཉམ་སྤྱོད་ཞུ་བ་དང་ཆབས་ཅིག་ཏུ་ཨ་ནི་བརྩམས་ཆོས་འགྲེམས་སྤེལ་འབྲེལ

དྲ་རྒྱའི་ཕུན་སུམ་ཚོགས་པོ་བྱུང་སོང་ལ། ཨ་ནི་ད་སྙིང་གི་སྐུད་མའི་འོག་ལ་ང་ཚོ་ད་ལོ་ལས་ཀ་བྱེད་སྤོབས་པ་འདྲ་པོ་རྙེད་སོང། དེ་བྱས་ནས་ང་ཚོ་ད་ལོ་སྐབས་གཉིས་པ་རེད་སྐབས་གཉིས་པ་ལ། ད་སྙིང་ལས་ཀྱང་ལྷག་པའི་གི། གོང་རིམ་དབུ་ཁྲིད་ཀྱི་རྒྱབ་སྐྱོར་ཐོབ་སོང་ལ། དག་སྣང་ཞིང་ལས་ཐོན་གྱི་ལས་གྲོགས། སྒྱུ་རྩལ་གྱི་སྡེ་ཁག་དག་སྣང་ཞིང་སྤྱི་ཚོགས་ལས་རིགས་སོ་སོ་ནས་ཕེབས་པའི་སྐུ་མགྲོན་མང་པོ་ཅིག་གིས་མཉེས་པོ་གནང་ནས་ང་ཚོ་ལ་རྒྱབ་སྐྱོར་ཧ་ལས་པ་ཐོབ་སོང་ཨ་ཏི། ལྷན་རྒྱས་ཚང་མས་ཀྱི་མཐུན་རྐྱེན་གྱི་འོག་ལ་ང་ཚོ་ལས་ཀ་དེ་འདྲ་ཞིག་བརྩམས་ཐུབ་སོང་ཞུ་བ་ཡིན། ད་ལས་མང་པོ་ལས་ནས་ང་ཚོ་སྙེ་མོའི་གུར་སྔོན་མའི་རིག་གནས་ཤུལ་བཞག་གཙོ་བོར་བཞག་པའི་ང་ཚོ་བོད་པའི་གི་གར་ཤུལ་རེད་ལ། ད་རིག་གནས་ཐུན་མོང་ཐུན་མོང་མ་ཡིན་པའི་རིག་གནས་ཡོད་དོ་ཅོག་ལ་ང་ཚོས་ཀྱི་ལེགས་སྐྱེས་ཕུལ་ཐུབ་ན་ང་ཚོའི་གི་གར་ས་རེ་ཅིག་སྤོབས་པ་དང་གཟི་བརྗིད་ཅིག་ལ་བརྩི་བ་རང་མ་གཏོགས་ང་ཚོའི་དཀའ་ངལ་དང་དེ་ལ་མུ་མཐུད་དུ་མར་འཛེམ་དོགས་མེད་པ་ལ་འགྲུབ་ཀྱི་ཡིན་ཞུ་ཞུ་འགྲུབ་ཀྱི་ཡིན་ཟེར་རྒྱུ་ཡིན་ད་ལས་ཕྱིན་ཆད་ཡིན་ན་ལས་གར་ཤུལ་རེད་ལ་སྤྱི་ཚོགས་ལས་རིགས་སོ་སོ་ཁག་གི་ཨ་ནི། ཚང་མས་ཀྱི་རྒྱབ་སྐྱོར་གནང་རོགས་ཟེར་ནས་ཞུ་གི་ཡིན་ཐུགས་རྗེ་ལེ་གནང། ཟེར་ལེ་ཟེར་ལ། ད་ལྟ་ངས་སྔོན་ལ་རྒན་ལགས་མང་པོ་ཅིག་གིས་ཞུས་སོང་སྙེ་མོ་ནི་རིག་གནས་ཀྱི་ཕ་ས་རེད་ཟེར་གྱི་འདུག་ཁྱེད་རང་ལ་ཡང་རིག་གནས་ཕ་སའི་ནང་གི་འཚར་ལོངས་བྱུང་ཡོང་དུས་རྩམ་པ་རིག་གནས་ནི་དེ་ཚོའི་གི་ད་ཤུགས་རྐྱེན་ལས་ཐེག་ཡོད་ཀྱི་རེད་དང་པོ་ནས་དེ་རེད་ཡང་གཉིས་པའི་ཆ་ནས་ང་ཚོ་བོད་སྤྱི་ལ་དབང་བའི་གི་སྐད་དང་ཡི་གེ་ཡང་སྒོས་སུ་ང་ཚོ་ཀྲུང་ཧྭ་མི་དམངས་རིག་གནས་དུམ་བུའི་ནང་གི་གལ་ཆེའི་རང་བཞིན་ཅིག་ཡིན་དུས་རྩམ་པ་དེ་ལ་ཁྱེད་རང་གི་ད་ལྟ་སོ་སོའི་གི་ད་ཕྲག་ཐོག་ལ་བབས་པའི་འོས་འགན་དེ་ཁུར་བྱས་རྗེས་ང་ཚོ་ལ་ཡང་འགྲེམས་སྤེལ་ཡག་པོ་ཨེ་འདྲས་ཅིག་དང་ཡང